Tariff ལ་ཡ་དེ་ཡིན་པ་ཡིན་ན Tax རེད་གང་ལྟར་ཨ་རིག་གིས་ང་ཚོའི་རྩ་ནས་གལ་སྲིད་ལྕགས་ལག་ཉོས་པ་ཡིན་ན་ཨ་རིག་གི་མི་མང་ལ་ཡ་བརྒྱ་ཆ་ཉི་ཤུ་རྩེ་ལྔ་གི་ཨ་ནི་ཁྲའི་ཐེ་བག་ཅིག་སྤྲད་དགོས་གོ་རེད་དགུ་མ་བརྒྱ་ལྕགས་ལག་ལ་ཡིན་པ་ཡིན་ན་ཨ་ནི་དགུ་མ་བརྒྱ་དང་ཉི་ཤུ་རྩེ་ལྔ་ཨ་འདྲས་ཅིག་སྤྲད་དགོས་གོ་རེད་དེ་ཡིན་དུས་ཨ་ནི་ང་ཚོའི་ལྕགས་ལག་འདི་ཕར་འཇོག་ལ་ཡ་དཔལ་ཉུལ་ཉུལ་ཅིག་ཉོ་གི་རོ་ཨོ་འདི་ལ་གོ་རེད་ཨ་ནི། དེ་ནང་བཞིན་གྱི་གནས་འདི་ཡིན་དུས་ཙམ་པ་ལ་ཡང་ད་ང་ཚོའི་གི་འདི་ནས་ལྕ་ལ་ཕག་འཇོག་ལ་ཡང་ལྕ་ལ་འདི་ཕག་ཨ་རི་ལ་ཡང་གོང་ཆུང་པོ་ཞོག་ཆགས་འགྲོ་གི་རེད་ཨ་ནི་གོང་ཆུང་པོ་ཆགས་འགྲོ་དུས་ཙམ་པ་ཡིན་ན་མི་མང་པོ་ཞོག་ཅེས་གི་ལྕ་ལ་ཉུང་ང་ཉོས་དང་ལྕ་ལ་མ་ཉོས་དང་ཡང་མོས་ལྕ་ལ་འདི་གི་ཚབ

ད་ག་ཚོད་ཟླ་བ་གཅིག་གཉིས་སྔས་ནས་ལབ་དེ་དུས་ཙམ་པ་ལ་ཡང་ང་ཚོ་ཀན་ན་ཏྲ་གཞུང་གི་ཨ་ནི་ཡང་ཁོ་རང་གི་ལབ་རྒྱོག་ལ་ཡང་ངོ་ལེན་བྱས་བྱས་ཨོ་ད་དེ་འདྲའི་རེད་ཤགས་དེ་འདྲའི་གི་དཀའ་ཉེ་ཡོད་པ་ཡིན་ན་ང་ཚོའི་དབུས་གཞུང་དང་དེའི་ང་ཚོའི་གི་ག་ལ་འོ་རེད Province Premier དེ་འདྲ་ཡོད་ར་བ་ད་མངའ་སྡེའི་གི Premier Chief Minister སོ་ར་དེ་འདྲའི་ག་ནི་ལས་འགུལ་མང་པོ་བརྩམས་བྱས་ག་ད།

ཁྲེལ་འབད་ཁོ་རང་གི་ཆུན་པོ་ཞོ་ཅིག་ག་ད་ང་ཚོའི་གི economy ང་ཚོའི་དཔལ་འབྱོར་ལ་ཡ་བལྟ་བཟི་ང་ཚོའི་མི་མང་ལ་ཡ་བལྟ་བཟི་ཤུགས་ཆུན་པོ་ཞོ་ཅིག་ད་སྤྲད་དུ་ཡོ་རེད་ཨ་འདི་ལག་རྟགས་དེ་ད་ད་ལན་སང་ད་རི་སང་ཉི་མ་བྱས་སང་གནངས་ཉི་ང་ནས་ཡ་ལག་རྟགས་ཁྱེར་འགྲོ་གི་རེད་ཨ་འདི་འདོད་ཙམ་པ་ལ་ཡ་ད་དེ་ལ་ཡ་ཁ་སིན་ནས་ང་ཚོ།

གང་ལྟར་གཟའ་མིག་དམར་ནས་འགོ་འཛུགས་འགྲོ་གི་ཡོད་ས་རེད། ཨ་ནི། འགོ་འཛུགས་འདི་ཉི་མ་ཉི་ཤུ་རྩ་གཅིག་རིང་ལ་ཡ། གང་ལྟར Billion། Billion། སུམ་ཅུ་གཅིག་གི་ལྕགས་ལག་ཅིག་ལ་ཡ་ཐེབས་ཏེ། ཨ་ནི་ཀ་ན་རཱ་གཞུང་གི་ཕ་རྒྱ་བལ་རེད་ཤག། ཨ་ནི་དེ་རྗེས་ལ་ཡ་ཉི་མ་ཉི་ཤུ་རྩ་གཅིག་གི་དུས་ཚོད་འགྲོ་བའི་ནང་ལོགས་ལ་ཆ་ཤས་དེ་ག་རེད་ལབ་པས་ན་འདི་ནང་ལོགས་ལ་ཡོད་སྐྱོ་ང་ཚོ་གི་ཀ་ན་རཱ

འོ་འདི་འདྲས་བྱས་བྱས་ནས་ཡ་ད་ད་ད་འདི་འདྲས་བྱས་འགྲོ་བསྡད་ཤག་ཨ་ནི་འདི་ལ་ཡ་ག་ད Donald Trump གྱི་ལབ་ཡ་ལ་ཡ་གལ་སྲིད་ཁོས་ངས་ང་ཚོས་ཀྱི་ད་འདི་འཕྲལ་བརྒྱབ་ན་ཁོ་ཚོས་སྤར་གྱི་ཡིན་འགྲོ་བཤད་ཤག་ད་བཤད་བཤད་གི་ཡོད་སར་ཁོ་རང་ཚོས་ག་ད Press Secretary གྱི་གྱི་མི་འདི་གི་འདི་འདྲས་འགྲོ་བྱེད་གི་ལབ་ནང་འགྲོ་བྱེད་དུ་བ་ད་ཡིན་པ་ཡིན་ནས་ད་ད་ད་གི་དུས་ཚོད་འདི་ལ་ཡ་ད་མི་མང་པོ་ཅིག་གི་ག་འདྲས་བསམ་གི་ཡོད་མེད་ད་ཕྱོགས་མང་པོ་ཅིག་ནས་འདྲ་མི་འདྲ་བསམ་ཉན་ཡོད་ར་བ་ཕྱོགས་གཅིག་གིས་ན་ག་ཟིན།

དུག་ཟེར་ན་ལག་ཡན་རེད་ཨ་ནི་ཡང། ཡང་ག་རེ་ཧ་གོ་དེ་ན་ཞིང་གི་ག་ཟླ། འདི་འདྲས་ཀྱི་གནས་ཚུལ་སྡུག་ཅག་ཅིག་ཆགས་ཡོང་དུས་ཙམ་པོ་ལ་ཡང་ང་རང་ཚོ་ལ་ཡང Opportunity མང་པོ་ཅིག་མ་འོངས་པ་ལ་ཡིན་པ་ཡིན་ནའི་སྤྱང་གྲོགས་ཅིག་རྙེད་རྗེས་ལུང་པ་ལ་ཡང་ཡར་རྒྱས་འགྲོ་ཡ་གི། ཞི་འགྲོ་བ་ཅིག་ཆགས་ཀྱི་ཡོད་ཀྱི་མདོག་ཧ་གོ་འགྲོ་ད་ཡང་དེ་ཡང་ནང་ཆོས་ཀྱི Philosophy རེད་ད། འོ་འདི་འདྲས་ཅིག་རེད་ཤག་ཨ་ནི། ད་ག་ཟླ་གནས་ཚུལ་ཡག་པོ་ཅན་མི་འདུག་ད་ཡིན་ནའི།